ཐོག་མར་དེ་ཚང་མ་ལ་སྐུ་ཁམས་བཟང་ཞུ་ཡ་ཡིན། ད་རེས་སླར་ཡང་ཨ་ནེ་རྫུན་སྒྲོལ་བཅུ་དཔལ་གྱི་སློབ་ཚན་ཨ་ནེ་བཤེས་སྤྲིང་གི་ནང་ལོགས་ནས་ཀུན་སྦྱོར་གསུམ་འདི་བསྡུ་ཞུ་ནས་ཨ་ནེ་འབྲི་ཞུ་རྒྱག་ཡ་ཡིན། རྩ་ཚིག་བསྡུ་སུ་རེད་ད། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་རང་ལུགས་ལ། ཕྱིན་ཅི་ལོག་པར་ལྟ་དང་ཐེ་ཚོམ་སྟེ། ཀུན་ཏུ་སྦྱོར་བ་འདི་གསུམ་ཐར་པ་ཡི། གྲོང་ཁྱེར་སྒོ་གེགས་ལགས་པར་མཁྱེན་པར་མཛོད་གསུང་བ་རེད། ད་འདི་ག་རུ་གསུང་དགོས་ལགས་སོང་ན་དང་པོ་གཉིས་ནི་ཀུན་སྦྱོར་གསུམ་གྱི་མདོ་འདི་ཨ་ནི་དབྱེ་བ་གཅིག་ཆགས་པར་བ། དང་པོ་འདི་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་གཅིག་ཆེ། གཉིས་བ་འདི་རང་ལུས་ལ་ཕྱིན་ཅི་ལོག་པར་ལྟ་བ་གཉིས་ཆེ། གསུམ་པ་འདི་ཐེ་ཚོམ། ད་འདི་གསུམ་འདི་ཀུན་སྦྱོར་གསུམ་འདི་རེད། ད་ཀུན་སྦྱོར་གསུམ་ལ་འདུག་ག་ནས་ཉོན་མོངས་པའི་གེགས་ཨ་ནི། ཕལ་ཆེན་ངས་གནང་འདོད་ཀྱི་ལས་ཀ་ཀུན་ལ་སྦྱོར་བ་བྱེད་མཁན་གྱི་འདི་གསུམ་དེ། ད་འདི་གསུམ་འདི་གལ་སྲིད་ཡོད་པ་འདྲ་ཅིག་ཡིན་ན། འདི་གསུམ་འདི་བྱེད་ཀྱི་ཡོད་པ་འདྲ་ཅིག་ཡིན་ན། འདི་གསུམ་འདི་ང་རང་ཚོར་ལྡན་པ་འདྲ་ཅིག་ཡིན་ན་ཨཱ་ནི། གྲོང་ཁྱེར་ཐར་པའི་གི་གྲོང་ཁྱེར་རོ། གང་ལྟར་ཡང་ཨཱ་ནི་སངས་རྒྱས་གོ་འཕང་ཡིན་ན་རེད། ཐར། ཁམས་གསུམ་འཁོར་བ་འདི་མའི་མཐར་ཡས་ཀྱི་གྲོང་ཁྱེར་དང་ཐར་པ་དང་ཐམས་ཅད་མཁྱེན་པའི།

བརྟུལ་ཞུགས་ལ་འདུག་ག་ནི་སྤྱོད་པ་སྔ་མ་སོ་སོ་གི་ས་མོ་བཏང་བཏང་དང་དེ་གའི་སྔ་མ་དེའི་ཕག་བདུད་ཕྱིས་ཀྱི་སྨེ་བ་ཕྱིས་ཀྱི་ཨ་ནི་ཕྱི་མ་གཅིག་ལ་བསླབ་པའི་དུས་ལ་ཨ་ནི་བརྟུལ་ཞུགས་ལ་གི་རེད་ད་བརྟུལ་ཞུགས་འདི་ངན་པ་ཡོད་རེད་བརྟུལ་ཞུགས་བཟང་པོ་ཡོད་རེད། གྲུབ་ཐོབ་དང་རྣལ་འབྱོར་པ་འདི་གའི་གི་སྤྱོད་པ་སྔ་མ་འཇིག་རྟེན་པའི་གི་སྤྱོད་པ་དེ་བདུད་ཕྱིས་ཀྱི་ཨ་ནི་བད་ཁོ་རང་ཨ་ནི། སེམས་རྣལ་དུ་བཞག་བྱས་རྗེས་ཕྱིའི་སྤྱོད་པ་དེ་སྡུག་ས་ལྟ་བུ་འདུག་གོ་ནས་བལྟས་ཤིག། སྨྱོན་འབེབས་ཀྱི་ཚུལ་འདྲ་བོ་དེ་འདྲའི་སྟངས་གཅིག་མི་བདེ་བ་དང་མ་རུང་བ་དང་དེ་འདྲ་ཡོད་མཐོང་གི་རེད་དེ། ནང་གི་རྣལ་འབྱོར་དེ་དཔོན་མོ་ཞིག་གི་ཟབ་པོ་ཡོད་པ་སོང་ཙང་རྒྱུད་ཐམས་ཅད་ཁོ་ཚོ་གི་ག་རེ་བྱས་པ་ཐམས་ཅད་དགེ་བའི་ངོ་བོར་འགྱུར་འགྲོ་གི་ཡོད་རེད། དེའི་དང་ཤུལ་དེ་བརྟུལ་ཞུགས་ལ་ནི་བརྟུལ་ཞུགས་བཟང་པོ་ཞུ་དགོས་ར་ད་དེ་ལ་གར་བཅོལ་བ་ལ་སོང་ན་སོ་སོ་གི་ལྟ་གྲུབ་བརྟུལ་ཞུགས་ག་རེ་ཡིན་པ་འདི་ཕྱོགས་འཛིན་བྱེད་ཅེས་བྱ། བསྟོད་ཕྱུག་ཡང་དག་པ་མ་ཡིན་པ་ལ། ཨ་ནི། ལྟ་གྲུབ་ཡང་དག་པ་མ་ཡིན་པ་ཅིག་ལྟ་གྲུབ་ཅིག་གཟིམ་བྱེད་ཀྱི། ཨ་ནི། ཚུལ་ཁྲིམས་སྒྲིག་འཛུགས་དང་མ་མཚུངས་ན་ཡང་དག་པ་མ་ཡིན་པ་ཅིག་སྒྲིག་འཛུགས་ཅིག་གཟིམ་བྱེད་ཀྱི་ཨ་ནི། འདི་མཆོག་ཏུ་འཛིན་བྱེད་ཀྱི་ཨ་ནི། འདི་གིས་ཨ་ནི་གཞན་པ་ཅིག་ནི་ཐོབ་ཀྱི་རེད་བསམ་པའི་གི་ཨ་ནི། གང་དག་ཨ་ནི་འདི་གིས་གོང་ནས་ཞེའུ་ཅིག་ཐོབ་པའི་རེད་བསམ་པའི་གི། འབྲས་བུ་ཞེའུ་ཅིག་འབྱིན་གྱི་རེད་བསམ་པའི་རེ་བ་བྱས་ཏེ་རེད། ལྟ་བ་ངན་པའི་རྗེས་སུ་འབྲང་བའི། ཚུལ་ཁྲིམས་དང་བརྟུལ་ཞུགས་ཀྱིས་བདག། བརྟུལ་ཞུགས་དག།

ཅིག་ད་ཀུན་བརྟགས་སྤང་ཡས་ཀྱི་ཆེད་དུ་རེད་དེ་ད་ཡང་དག་ང་ཚོ་ཆོས་ཀྱི་གནས་ཚད་མཐོ་བོ་འདི་འདྲའི་སྒང་ལ་ནི་ཅིག་ལམ་སང་ཅིག་ལ་སྦྱོར་བ་བྱས་དེ་འདྲ་དེ་ངེད་ཀྱི་ནི་ཁྱེད་རང་ཚོར་འགྲེལ་བཤད་ལྷུག་པོ་ཞུ་རྒྱུ་རྒྱབ་ཁ་ཆོད་སོང་ན་ལམ་ཁ་ནོར་བར་ཁྲེལ་ཡས་ཉེན་ཁ་ཡོད་རེད་དེ་ཡིན་པ་སོང་ཚོ་ད་ལྟ་ང་ཚོ་འདི་ནས་སོ་སོ་ལ་གོ་བ་ག་རེ་གླེང་གི་ཡོད་པ་དེ་སོ་སོ་ཉིན་རེ་གི་ནི་སེམས་པ་ཡི་ནང་ལོགས་ལ་ལུས་ངག་ཡིད་གསུམ་གྱི་སྤྱོད་པ་ནང་འགྱུར་བ་ཡོད་རྒྱུ་ཅིག་ཐབས་ཤེས་བྱེད་དགོས་དེ་གལ་ཆེན་པོ་རེད་དཔེར་ན་ཆ་ཤས་ན་ད་ང་ཚོའི་འཛིན་གྲྭ་ནང་ཡོད་པའི་སློབ་མ་གཅིག་གིས་དང་པོ་ཁོ་རང་ནས་ཁོ་རང་ཁོ་རང་ལྟ་བ་ཐག་པོ་ཅིག་ཟིན་ཕྱིན་ཅི་ཡོང་གསུངས་ན། ཨ་ནེ་དགེ་རྒན་ག་རེ་ལབ་ཡོད་འདི་ལ་འགྱུར་བ་གཏང་གི་ཁོ་རང་མ་རེད་ཁོ་རང་ཨ་ཁོ་གིས་ད་འདི་ཚུལ་ཁྲིམས་བརྟུལ་ཞུགས་ཆོས་ཚུལ་ལ་དོན་ཁོ་རང་གིས་ཨ་ནེ་ཅིག་འཛིན་པ་ཅིག་ཤུགས་ཆུང་པོ་ཅིག་ཁྱེད་ལ་གླས་གསུངས་ན། ཨ་ནེ་འདི་གིས་ཨ་ནེ་ག་ལ་གོ་རེད་ཕ་ནེ་ཨ་ནེ་རྒྱལ་ལགས་ཀྱིས་གསུངས་འདས་འདི་གའི་ཚང་མ་ལ་ཨ་ནེ་འགྱུར་བ་འགྲོ་ཡ་གལ་དགོས་ཅི་ཡོད་མ་རེད།

ལམ་ཡང་དག་པར་ཁོ་འགྲོ་འགྲོ་འདོད་ཁོར་ཡོག་མར་ལྟ། ལྟ་ཁོ་ལྟ་ལྟ་ཚོད་ལྟ་ཡག་འགྲོ་འདོད་ལྟ། ནི་ཁོ་ཅིག་འགྲན་བསྡུར་གྱི་རྣམ་པར་ལྟ་བ་ཅིག་དང་དེ་འདྲའི་མ་དུ་ཡིན་མར་ཚུར་ལུས་བརྟུལ་ཞུགས་མཆོག་འཛིན་འདི་གི། ད་དེ་ནས། གཉིས་པ་དེ་རང་གི་ལུས་ལ་ཕྱིན་ཅི་ལོག་པར་ལྟ་བ། ལྟ་ན་རང་གི་ལུས་སྦྱོར་བ་ང་ཚོ་གི་ལུས་སྦྱོར་བ་འདི། ཐུན་མོང་ང་ཡི་ཚོགས་པ་ཅི་རེད། ཕུང་པོ་ལྔ་འཇིག་འདོད་ཀྱི་ཚོགས་པ་ཅིག་རེད། སྐད་ཅིག་སྐད་ཅིག་ལ་འཇིག་འགྲོ་བ་ཡི་ཕུང་པོ་ལྔ་གི་ཚོགས་པར་གཟུགས་ཚོར་བ་འདུ་ཤེས་འདུས་བྱས་རྣམ་པར་གཤེགས་པ། གཟུགས། ཚོར་བ། འདུ་ཤེས། འདུས་བྱས། རྣམ་པར་གཤེགས་པ་ལྔ་ཅིག་འདུ་བ། འདི་ཀོ་ར་འཇིག་འགྲོ་བ་ཡི་ཚོགས་པ་ཅིག་རེད། དེ་འཇིག་འཇིག་འགྲོ་བ་ཡི་ཚོགས་པ་འདི་ལ། ཨ་ནི་བད་ཀོ་ར་ཨ་ནི། ང་དང་ང་ཡི་འཛིན་པ་ཅིག་སླེབས་བྱེད་ཅེས། ང་ང་ལས་སྦྱོར་བ་ལྟ་ང་ཚོ་ལ་ག་བ་ག་བ་ལྟ་བ་རེད་ཅེ་ང་ལ་ཡོད་དེ་ཡོད་པ་ཆེ་དང་པོ་ཁོ་ར་ནས་དེ་གི་རྗེས་ལ་ང་ཚོ་དང་ངས་དང་དེ་གི་ཚང་མ་ཡོད་པ་ཆེ་ད་འདུག་ཆེ་ཆེ་ཕྱིན་ཅི་ལོག་པར་ལྟ་བ་ད་རང་གི་རང་གི་ཨ་ནི་ཕུང་པོ་སྔགས་ཀྱི་ཚོགས་པ་གི་ཨ་ནི་ག་ལ་བར་ལྟ་འདི་ལུས་ལ་ན་འགྲིག་མ་ར་ལྟ་འདི་འོ་འདི་ད་རང་གི་ལུས་འོ་འདི་ཕུང་པོ་སྔགས་ཀྱི་ཚོགས་པ་གི་ལུས་འདི་ལ་ཨ་ནི་གར་ཆེ་བ་ལ་སོང་ན་མེད་པ་ཅིག་ལ་ཨ་ནི་ཡོད་འདུག་བསམ་པའི་གི་ཚུགས་ཐུབ་ཏུ་འགྲུབ་འདུག་བསམ་པའི་གི། ལྟོས་ནས་ཡོད་པ་འདི་རྟོགས་སོང་ན་ཨ་ནི་སྟོང་ཉིད་རྟོགས་བར་བ་ད། ལྟོས་ནས་ཡོད་པ་འདི་རྟོགས་དགོས་བ་མ་རེད་ད་ག་རེ་རྟོགས་བར་ལགས་སོ་ན། ཁོ་རང་ཁོ་རང་ཕ་མས་དྲུག་པའི་ཤ་བསམ་པའི་གི་ཁོ་རང་ཕ་མས་རང་ངོས་ནས་ཅིག་ཡོད་བའི་གི་རྣམ་པ་ཐོག་མཐོང་འདས་སུ་དོགས་དུས་ལ་རང་གི་ལུས་ལ་ཕྱིན་ཅི་ལོག་པར་ལྟ་བ། ཉེ་བར་ལེན་པའི་གི་ཕུང་པོ་ལྔ་སྦྱོར་བ་ཉེ་བར་ལེན་པའི་ཕུང་པོ་ལྔ་འདི་དག། སོ་སོ་ལས་ཀྱིས་སྐྱེས་པའི་སྐྱེ་བོ་དག་ཕུང་པོ་ལྔ་སྦྱོར་བ་འོ་དེ་ལ་བདག་དང་བདག་གི་བའི་གིས་འཛིན་པ་ང་ཡང་ན་ངའི་གིས་འཛིན་པའི་རྣམ་པར་ཕྱིན་ཅི་ལོག་པ་ལ་དུ་ག་ནི་བདག་ཁོ་རང་གིས་ལོག་བྱེད་ཀྱི་ལོག་འདོད་ཀྱི་ཅིག་དུ་ཟ། ཕྱིན་ཅི་ལོག་ཏུ་ཟ་ལྟ་བ་སྟེ་ཟ་འོ་དེ་དེ་ལྟ་བུ་གི་ཕུང་པོ་ལྔ་དེ་འཇིག་པའི་ཚོགས་འཇིག་པའི་གིས་ཚོགས་པ་འདི་ལ་ངེས་པར་ལྟ་བྱེད་ཀྱི།

ཨ་ནི་མི་རིགས་ཐམས་ཅད་བྱུང་བར་འོ་འདི་ལྟ་བུ་གི་ཨ་ནི་རང་ལུས་ལ་ཕྱིན་ཅི་ལོག་པར་ལྟ་བ་དེ་ཡོད་གསུངས་ན་ཨ་ནི་ལམ་ལོག་པར་འགྲོ་བ་ཡིན་པ་དེ་ངེས་པར་ལྟ། ལམ་ལོག་པར་འགྲོ་བར་ལྟ་དེ་འདུག་ཨ་ཐ་མ་དེ་ཐེ་ཚོམ། ཐར་པ་དང། ཨ་ནི་ཐར་པའི་གི་ལམ། སྟོང་ཆ་ཞིང་ལས་རྒྱུ་འབྲས་དང། ད་སྐྱབས་འགྲོ་ལ་སོགས་པ་དང། སྐྱེ་བ་སྔ་ཕྱི་ལ་སོགས་པ་དང་དཀོན་མཆོག་ལ་སོགས་པ་དང་འདི་འདྲ་ལ་ཡིད་ཆེས་ཡོད་ན་མེད་ན་ཨ་འདི་ལྟར་ང་ཚོས་བསམ་རྒྱུར་བ་ལྟ། ཡིན་ནས། ཁག་གཅིག་གིས་ཡོད་ན་མེད་ན་བསམ་གྱི་ཡོད་པ་འདྲ་ཅིག་ཡིན་ནས། ད་དངོས་གནས་ཁོ་རང་ང་རང་སེམས་པ་ལོག་པར་འགྲོ་གི་ཡོད་ས་རེད། ང་རང་སེམས་པ་ལོག་པར་འགྲོ་གི་ཡོད་ས་རེད་ད་ངས་འདི་ག་འདྲས་ཕྱིན་ན་ང་གཅིག་འདི་ལ་ཡག་པོ་ཕྱིན་ནས་ཅིག་ཐབས་ཤེས་བྱེད་དགོས་འདུག་ད་ཅིག་ང་དེ་ཕོ་ལོག་འགྲོ་གི་ཡོད་ས་རེད་བསམ་པའི་གེ་ཞེ་སྣང་བྱས་ལས་ཨ་འདི་ལ་ཨ་ནི་སོ་སོ་ང་ནི་ཤག་པ་ཕུལ་དགོས་ན་ཤག་པ་ཕུལ་ཡང་རང་ཅག་ཚོ་ཨ་ནི་འདི་གའི་གི་ཐོག་ལ་སློབ་སྦྱོང་བྱེད་བྱེད་དུ་ག་ནས་ངེས་ཤེས་ཡང་ཟབ་པོ་འགྲོ་གི་རུ་བ། ཁག་གཅིག་དང་པོ་ཁོ་རང་ནས།

མཐའ་གཅིག་ཏུ་འཁོར་བ་ནི་ཡང་ནི་ཡོད་པ་དེ་དཔེར་གསལ་བོ་རེད། ངས་དང་པོ། བརྩོན་འགྲུས་བརྟེན་ཏེ་ངས་འདི་ལ་འབྲས་བུ་ཐོབ་ཀྱི་འདུག་བ་འདི་ལས་རྒྱུ་འབྲས་གཅིག་རེད་བ། བརྩོན་འགྲུས་ཀྱི་རྒྱུ་དེ་ལ་བརྟེན་ནས་འབྲས་བུ་ཐོབ་པར་གོ། ད་ནང་བཞིན། མི་ཡི་སྤྱོད་པ་སྡུག་བ་བྱས་ནས་འདི་ལ་འབྲས་བུ་ག་རེ་ཐོབ་ཀྱི་འདུག་ཁོ་ལ་དགའ་གི་མིན་པ་ཚང་མ་གིས། ཨ་ཁོ་རང་ལ་ཁོ་རང་གི་ནང་ལོགས་ལ་ཡོད་ཚུལ་ནི་ཨ་ནི། ནང་དོན་མ་གྲུབ་པ་ག་ཚོད་ག་ཚོད་འདི་ང་ཚོས་མཐོང་གི་ཡོད་མ་རེད་མ་གཏོགས་ཨ་འདི་ཡིན་འདུག་བ་ནི་འདི་ག་ཚང་མ། རྒྱུ་དང་འབྲས་བུར་བརྟེན་ནས་ཡིན་དགོས་ར་ལས་དང་འབྲས་བུར་བརྟེན་ནས་མིན་གྱི་འདུག་བ། འདི་ཡིན་པ་སོང་ཙང་ཨ་ནི། འདི་འདྲའི་གི་རིགས་འདི་ལ་ཐེ་ཚོམ་ཟ་བྱེད་ཅེས། ཨན་ཐེ་ཚོམ་ཟ་སོང་ན་གར་ཆོག་གར་ས་མོ་གཉིས་སྡེབ་གཅིག་ལེགས་ཡོད་རེད། ས་མོ་གཉིས་སྡེབ་གཅིག་ལ་སླེབས་སོང་ན་ཨ་ནི། ས་མོ་གཉིས་ཀ་གང་འགྲོ་གི་མ་རེད་ཕ་ག་འགྲོ་གི་མ་རེད། ཚུལ་འགྲོ་གི་མ་རེད་དེ་ཡིན་པ་སོང་ཙང། ཨ་ནི། ཐེ་ཚོམ་ལ་ཚིག་ཞིམ་པ་གསུམ་གཉིས་ལེགས་འདུག་ས་ན་རོ་སོ་མ་གསུམ་ཉག་གི་བུ་གཉིས་ས་མོ་གཉིས་ལ་གོ་རེད་བ། ས་མོ་གཉིས་སྡེབ་གཅིག་ལ་སླེབས་སོང་ན། ཨ་ནི་ཁོ་བསམ་བློ་གཉིས་ཀ་ཆིངས་མ་ཐུབ་བ་ཆེ་སྐྱིད་དེར་བསྡད་དེ་ཞེས་ཨ་ནི་ཁོ་བོས་རྗེས་རི་ཐེག་རེད་གང་ལྟར་ཨ་ནི་དེ་ལྟ་བུའི་གིས་ཨ་ནི་ཐེ་ཚོམ་འདི་གིས་ཨ་ནི་ལམ་ཡང་དག་པ་ལ་ཐེ་ཚོམ་ཟ་བྱེད་ཅེས་ཨ་ནི་ལམ་འདི་གང་ལ་འགྲོ་ཐུབ་མ་རེད། དེ་འདྲ་སོང་ཙང་འདི་ལྟ་བུ་གི་ཀུན་སྦྱོར་གསུམ་སྦྱོར་བ་ཉོན་མོངས་ཀྱི་ལས་ཀུན་ལ་སྦྱོར་བ་བྱེད་མཁན་གྱི་འདི་གསུམ་འདིས་ཨ་ནི་དུས་རྟག་ཏུ་ནི། སྤང་ཐབས་བྱེད་དགོས་རེད། སྤང་དགོས་ཀྱི་རེད་ལ་ནི་གཙོ་བོ་སློབ་དཔོན་ཀླུ་སྒྲུབ་ཀྱིས་རྒྱལ་པོ་བདེ་སྤྱོད་བཟང་པོ་ལ་གསུངས་བ་རེད། སྐབས་དེའི་ད་དུང་གི་ཆོས་ཀྱི་གནས་ཚད་ཀྱི་དངོས་གནས་ཁོ་རང་གི་ནང་པའི་ཀྱི་ལྟ་གྲུབ་ཀྱི་ཐོག་ནས་འདི་ལས་དེ་བས་ཁོ་རང་གི་ཟབ་པོ་ཀྱི་ཐོག་ནས་འགྲེལ་བཤད་རྒྱག་ཡ་ཡོད་རེད་འདི་ལ། འདི་ཡིན་པ་སོང་ཙང་འདི་བར་དུ་ཙམ་ཅིག་བཞག་ཡ་ཆེད་དུ་ཐུགས་ཆེ་ཞུ་བ་ཡིན།